སྐུ་གཟུགས་བཟང་པོ་བཀྲ་ཤིས་བདེ་ལེགས་ཨ་ནི་ཞུ་ལེ་ལགས། ངའི་ཨའི་དྲིན་སེམས་ཅན་ཐམས་ཅན་བདེ་བ་བྱ་སྐལ་གྱིས་ལ། སེམས་ཅན་ཐམས་ཅན་སྡུག་བསྔལ་མ་བྱ་སྐལ་གྱིས་ལ་ལ། ནི་ནི་སེམས་ཅན་ཐམས་ཅན་བདེ་བ་བྱ་སྤ་གམ་བདེ་བ་སྐྱེ་བོ་ཞུ་དགེ་སྡིག་གི་ནི་བུ་འགྱུར་བ་མོ་ག་བདེ་བ། འོད་དུ་ག་རེ་བ་ཀན་ཅཱ་ཨན་ཞུ་ལེ། ཧོམ་ཨའི་ཏིན་པ་ག་འཇུར་བ་མོ་བ་ག་དེ་བ་དཱ་ག་འགྱེད་བུ། ཉུང་པའི་ག། འཇུ་ཤོ་ཧང་ག་ཏན་མེ་ཁེ་ལེ་ཡ་དཱ་ནི་ལ། ངེས་པར་དུ་ཨའི་ཏིན་པ་ག་འཇུ་ག་བྱང་ཆུབ་སེམས་མ་ནི་ལ། བྱང་ཆུབ་སེམས་དཱ་ག་འགྱེད་བུ་ངེས་པར་དུ་རང་ག་འཇུ་ག་སྐྱེ་བའི་ཁེ་ལེ་ལ།

འོམ་བྱང་ཆུབ་སེམས་སྐྱེས་བུ་རྩ་བྱེ་བྲག་གི་རང་རྒྱུད་ཀ་བྱང་ཆུབ་སེམས་སྐྱེས་བུའི་དགའ་ལྡན་བདག་གིས་ནི་བྱང་ཆུབ་སེམས་དགའ་སྐྱེས་བུའི་དགའ་ལྡན་བདག་གི་སྒོ་བསྡམས་པ་མཐུན་རྐྱེན་ཧང་ཚང་པའི་གལ་ལས་ལྡང་ནི་ལ། ཚད་མེད་བཞི་ཡ་ནི་ལ། ཚད་མེད་བཞི། ཚད་མེད་བཞི་སྐྱེས་བུ་རང་རྒྱུད་ཀ་ཉམས་མྱོང་ཉམས་ལེན་གླེགས་བུ་དུར་མ་བཤིག་ནི་ལ་བྱང་ཆུབ་སེམས་སྐྱེས་བུ། རྩ་དང་པོ་ལས་རང་ག་སེམས་འགའ་སྐྱེ་བས་མ་རུང། སྦྱང་ཆུ་སེམས་སྐྱེས་བུ་རང་ག་སེམས་འགའ་གླེགས་བུ་ནི་སྐྱེ་བས་མ་གནས་ལ། འགྱུར་བ་མོ་ག་བདེ་བ་གི་ཏི་ར་མ་མྱོང་པ་ཨ་ནི་ཞུ་ལེ་ལ། འོང་ནུབ་རྒྱུ་བ་དེ་ཀྱིས་འོང། འགྱུར་བ་མོ་བ་བདེ་བ་སྐྱེས་བུ་རང་མྱོང་པའི་ག་དེ་འདའ་གི། རྒྱུ་ག་སྦྱང་ཆུ་སེམས་སྐྱེ་བའི་ཁེར་ལ། སྦྱང་ཆུ་སེམས་སྐྱེ་བའི་ག་དེ་འདའ་ངེས་པར་དུ་ཨའི་བདེན་པ་ག་ཚད་མེད་བཞི་སྐྱེས་བུ་ག་བློ་སྦྱོང་ང་ནི་མ་ལ་སེམས་སྦྱོང་ང་ནི་མ་ལ་སྒོམ་མ་ངེས་པར་དུ་སྔོན་དུ་འདི་ལས་ཁས་ལེན་ཞུ། ངོ་ནུ་བསྐུལ་བ་ཏིང་གི་ལྗིད་ཐིག་ནོངས་ནི་ཨ་ཡི་དེ་འགའ་ཚད་མེད་བཞི་ག་ངོ་སྤྲད་གཟིགས་མོ་དུར་བཞུ་ལས་ཀྱི་ས་ཨ་ནི་མི་བ་ཅག་ཨ་ནི་བཞུ་ལས་ལ་ནི་ཨོམ་སྒོ་བཏང་པར་ཨ་ཡི་དེ་འགའ་ཚད་མེད་བཞི་བདག་གང་བགྱིད་པ་ཤོག་ཧ་ང་གི་ལ་ཡ་ཨ་བཞུ་ནས་ལ། འཇམ་པ་ཚད་མེད་སྙིང་རྗེ་ཚད་མེད་དགའ་བ་ཚད་མེད། བཏང་སྙོམས་ཚད་མེད་ཨ་ནི་ལ། འོད་དུ་བཞི་ཀ་ཆུ་ཚད་མེད་བཞི་ཨ་ནི་ལ། ཧཱུྃ་ཨའི་ཏིང་ཀ་འཇམ་དཔལ་སྙིང་རྗེའི་དགའ་བ་བཏང་སྙོམས་ཨ་ནི་རོག་ཏི་བཞི་ཀ་ཆུ་ཚད་ངེས་པར་དུ་རོག་ཏི་བསམ་ཀ་མིང་རོག་ཏི་བཞི་ཀ་མིང་ཨ་ནི་མོ་ལ་རོག་ཏི་བཞི་ཀ་ཚད་མཁས་པོ་ཆུ་ངེས་པར་དུ་ཚད་མེད་ཨ་ནི་ཧ་ནི་ཐ་བ་ཡ་ཨ་བཞུ་ནི་ལ། འོ་དུ་བཞི་གིས་དམིགས་བྱ་སྐྱེས་བུ་ཐ་མི་དཔེ་སེམས་ཅན་གང་དམིགས་བྱ་བཞུ་ལས་ལ། སེམས་ཅན་སྐྱེས་བུ་དྲག་སྔགས་ནི་ལ་དྲག་སྔགས་ལས་མར་པ་ལ། འོ་ནུ་ལྟ་བུ་མཆོག་ག་སེམས་ཅན་ཐམས་ཅད་ག་དམིགས་པ་ག་རྟེན་གྱི་འོ་དུ་ལྟ་བུ་ག་སེམས་བསྐྱེད་པ་ག་རྟེན་གྱི་མ་འོངས་པ་རང་བྱུང་ག་དྲིལ་བུ་བུ་དྲིལ་བུ་བུ་ནི་ཨ་ཏི་དམིགས་བྱེད་བསོད་ནམས་ཀྱི་ཚོགས་དང་དམིགས་མེད་ཡེ་ཤེས་ཀྱི་ཚོགས་ཇི་ལྟ་བའི་མཁྱེན་པ་དང་ཇི་སྙེད་པའི་མཁྱེན་པ་ནི་སྒྲ་སྟོབས་བཅུ་ལ་སོགས་པ་མི་འཇིགས་པ་བཞི་ལ་སོགས་པ། ཡོན་ཏན་འོད་དུ་ལྟ་བུ་ཡོན་ཏན་ཕུན་སུམ་ཚོགས་པ་མ་འོངས་པ། མཚན་མོ་ག་རང་བཅུ་ག་མྱོང་པའི་མཆོག་ག་བསྟན་རྒྱས་རོག་དེ་བཞི་ག་མཚན་པོ་མཚན་མེད་བཞི་ཨ་ནི། འཇམ་པ་མཚན་མེད་སྙིང་རྗེ་མཚན་མེད་དགའ་བ་མཚན་མེད་བཏང་སྙོམས་མཚན་མེད་རོག་དེ་བཞི་ག་མཚན་པོ་མཚན་མེད་ཨ་ནི། འོང་ནས་ཨ་ནི། ནི། ཚད་མེད་བཞིའི་ཨ་ནི་འོ་ནས་ནི། མྱོང་བ་འགྱོད་ལ་ཨ་ནི་ཞུ་ལེ་ལ། ཁེན་མ་མེད་ལ། ཚད་མེད་བཞིའི་ད་ག་འཇིགས་པོ་བགྲང་ལྡན་ནི། རོག་ཏི་བཤིས་ཀ་ཚན་གྱི་བུ། ཚད་མེད་བཞིའི་ཨ་ནི་ཧང་ཏེ་མྱོང་བམ། འོ་ཏི་གི་བུ་ཞུན་ཆུ་མ་ཨ་ནི་ཞུ་ལེ། འོམ་གཅིག་གི་འོམ། ཚད་མེད་བཞི་ག་ནི། བན་དག་གི་བུ་འོམ་མོ་དྲི་ཞུ་ལེ་ལ། འཇམ་པ་ཚད་མའི་ད་གའ་འབྲས་བུ་ཧཱུྃ་ད་བུ་ག་དུར་ཀ་བཞུ་འཇའ་གི་ལ་ཡ་བཞུ་ནི་ལ། འཇམ་པ་ཚད་མའི་ད་གའ་འབྲས་བུ་ཤོ། སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་ཨ་ནི་ཨེ་བ་ག་ནི་ད་བུ་ར་ནང་འཇའ་མེད་ལ། ཧཱུྃ་དུ་ག་བཞུ། འཇམ་པ་ཚད་མའི་ཨ་ནི་ལ། ཧཱུྃ་འདས་ཀྱི་ལ་ཡ་དང་ནི་ལ། དབུ་མདེལ་བཞོས་བུ་ཟིག། འཇམ་པ་ཚད་མེད་ཟླ་གམ་སྐྱེས་བུ་ཞུགས། སེམས་ཅན་ཐམས་ཅད། གནས་སྐབས་ལྷ་དང་མི་འགོ་བའང། མཐར་ཐུག་སངས་རྒྱས་བཀའ་བསྒོ་བའང། སེམས་ཅན་ཐམས། མོ་ག་སེམས་ཅན་ཐམས་ཅད་གནས་སྐབས་ལྷ་དང་མི་འགོ་བའང་དང། མཐར་ཐུག་སངས་རྒྱས་བཀའ་བསྒོ་བའང། འུ་ཐུག་ལྟ་བུ་བདེ་བ་ཁེགས་པོ། མྱོང་ནས་འགྲིག་པའི་བླ་ནི་ཡང་ནི། སེམས་གདིང་ཁེགས་ཡང་ནི་འུ་ཐུག་ལྟ་བུ་མིན་གང། འུ་ཐུག་ལྟ་བུ་སེམས་སྐྱེ་མཁན་ཁེགས་པོ་ཞུགས།

རྒྱུ་དགའ། སྡུག་བསྔལ་ཨ་ནི་སྡུག་བསྔལ་བསམ་གྱིས་མི་དགང་ལྟར། སྡུག་བསྔལ་ཕྱོགས་རེ་ཆོས་སྲིད་སྡུག་བསྔལ་ཐམས་ཅད་བསྒྲལ་བ་འོ་དོ་ན། སྡུག་བསྔལ་ཐམས་ཅད་ཁམས་གསུམ་དགའ་སེམས་ཅན་ཐམས་ཅད་འགྲོ་བ་རི་ཁྲོད་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་ཐམས་ཅད་བསྒྲལ་ནས་འགྲིག་པའི་ལྷ། མོ་རི་འདི་ནི་འགྲིག་པའི་ལྷ་ཨ་ནི་སེམས་གདིང་གི་ཨ་ནི་འོ་དོ་ལྟ་བུ་སེམས་བསྐྱེད་འགའ་ཞུགས་སྙིང་རྗེ་ཚད་མེད་ཨ་ནི་འོ་ནི་ཨ་ནི།

སྙིང་རྗེ་ཨེ་བི་གི་ལ། འཇམ་པ་དང་སྙིང་རྗེ་ཀ་གས་པར་འོ་དུ་ད་བུ་གི་ལ། འོ་དུ་ཨེ་གས་མི་གས་ལ་ཡི་ཨ་ནི་ཞུ་ལེ། ནི་འོ་ད་ག་ཚན་ཚིན་ག་བ་ཚེ་མི། ག་བ་ཚེ་མི་ད་ག་ཞོ་ཧང་ད་བུ་སུ་མ་ཅ་ཡ་དང་ནི། སྡུག་བསྔལ་མེད་པའི་བདེ་བ། གདམས་པ་དང་མི་འབྲལ་བར་གྱུར་ཅིག་ཨ་ནི་བསྲུང་བྱ་མེད། སེམས་ཅན་ཐམས་ཅད་ནཱ་རོ་ཀ་སེམས་ཅན་ཐམས་ཅད་ཁམས་གསུམ་ཀ་སེམས་ཅན་ཐམས་ཅད་ནི་ཏི་རུ་སྨྱུང་པ་ཏི་རུ་སྨྱུང་ནི་བདེ་སྐྱིད་སྨྱུང་པ་རྒྱུ་ནོར་ཕུན་སུམ་ཚོགས་པ་སྨྱུང་པ་མིང་སྐྱེས་དགྲ་སྨྱུང་ནི་གང་ལྟར་རོག་ཏི་པ་ཀ་སེམས་ཅན་པ་ཀ་བསམ་པའང་ཆོམ་འུ་དུ་བསམ་པ་ཐམས་ཅད་ལྷན་ཅིག་འགྲུབ་ནི་ཨན་འུ་དུ་ལྟ་བུ་ཨེ་བ་ཀས་ཐོག་མེད་སྐབས་ཀ་སེམས་ཅན་གྱི་བུ་འུ་དུ་ལྟ་བུ་བདེ་བ་ཐོག་མེད་སྐབས་ཀ་རང་སེམས་ནང་ཀེ་རང་དགའ་བ་སྐྱེ་བའི་ཁེ་ལས་འགྱོ་ལ། སེམས་སྣང་སྟེར། ཨེ་བག་གི་འུ་ཐུག་ལྟ་བུ་རྐན་འཇམ་འུ་ཐུག་རྐན་མ་འཇམ་མི། ན་ལོ་ཀ་སོང་སྟེ་སྒོ་ཟྭ་མྱོང་བ། ན་ལོ་ཀ་སོང་སྟེ་སྐད་སྒྲ་རུལ་བ། ན་ལོ་ཀ་སོང་སྟེ་ཐོབ་སྒོ་ཟྭ་འཆི་ལུགས། ན་ལོ་ཀ་སོང་སྟེ་རྣམ་སྨིན་སོ་མི་གཞན་དང་མ་འགྲོགས་རིན་པ་ལ། ཨེ་བག་གི་འུ་ཐུག་ཀ་དགའ་བ་རྐན་འཇམ་ལག་དང་ཨེ་བག་གི། ཕྲག་དོག་སེམས་རྐན་འཇམ་མི། འུ་ཐུག་ལྟ་བུ་མང་གིས་ཨེ་འབྱོར། ན་ལོ་ཀ་སོང་སྐྱེས་བུ་ན་ལོ་ཀ་སེམས་ཅན་སྐྱེས་བུ་སྡོད་བཅུད་མྱོང་བ། རྒྱུ་ནོར་ཕུན་སུམ་ཚོགས་པ་གང་ལྟར་ཧང་ཀེ་གི་ནི་བུ་ཕུན་སུམ་ཚོགས་པ།

ཆགས་སྡང་གཉིས་དང་འབྲེལ་བའི་བཏང་སྙོམས་ཆེན་པོ་ལ་གནས་པར་གྱུར་ཅིག་ཨ་ནི་སྲུང་མ་ཅན་མེད་ལ། རང་གི་སྤུན་ཆ་ག་ཆགས་སེམས། རང་ག་དགྲ་བོ་ག་ཞེ་སྡང། འོག་ཏུ་ལྟ་བུ་རང་ག་སྤུན་ཆ་ག་ཆགས་སེམས་ཀྱེ་ནི། གཞན་དགྲ་བོ་ག་ཞེ་སྡང་ཀྱེ་ནི། འོག་ཏུ་ལྟ་བུ་རྩྭ་དང་བུ་ལས་མ་ཨེ་འགྱོ་ལ། ཉེ་རིང་ཆགས་སྡང་མ་ཨེ་འགྱོ་ལ། ཉེ་རིང་ཆགས་སྡང། པུ་ར་ནང་པུ་སྐྱེན་སེམས། ཉིད། སྒྲ་གི་ཆོས་ལ་ཞེ་སྡང་དང་སེམས་མོ། སྙན་གྱི་ཆོས་ལ་ཆགས་སེམས་དང་སེམས་མོ། ཉིད་རིང་ཆགས་སྡང་མོ་དགའ་སེམས་ཁེ་བུ། འུ་དུ་ད་བུ། ཐ་ལེ་ཁེ་ནི་ལ་ཐ་ལེ་རེ་ནི་ལ་སེམས་གདིང་ཁེ་རང་འུ་དུ་ད་བུ་ཐ་ལེ་རེ་ན་འུ་དུ་ཁེ་བུ་བཏང་སྙོམས་མ་ནི་འུ་དུ་ད་བུ་བསྲུང་བྱ་སྐྱོ་ལ་ཨན་ཞུ་ལེ་ལ། ཅི་འོ་ནུ་བ་ཤོག་ཚད་མེད་བཞི་ཀ་གདན་དང་བ་ཉིད་ལ། དགེ་གནས་རང་བུ་དབུ་མ་སྲུང་མའི་སྐབས་ཀ་འོ་ནི་སྲུང་མ་མ་གཏོགས་ཉམས་ལེན་ནཱ་ལེ་ཁབ་ཀ་གོ་གདང་བུ་ཤོག་བཏང་སྙོམས་མ་ལེ་ཁེ་ལེ་སྲུང་མ་བྱ། བཏང་སྙོམས་ཁེ་བུ་ཉམས་མྱོང་ཉམས་ལེན་ནཱ་ལེ་ཁབ་ཀ་བཏང་སྙོམས་ཨ་ལེ་མ་ནེ་ལ་ཨེ་བ་ཀ་ཉེ་རིང་ཆགས་སྡང་རི་འདི་ལས། ངུ་ནུ་སྐྱོ་དགའི་སྒོ་བསྡམས་པོ་རང། བཏང་སྙོམས་དགའ་ཉམས་ནི་ན་ནི་ཉམས་ནི་ན་ནི་ལ་ཚད་མེད་ཅིག། བཏང་སྙོམས་ཨ་ལས་ཁེ་ལས་གཟའ་དཔའ་བྲུ་རིན་པོ་ཆེ་ལ་སོགས་པ་མང་པོ་ཡང་ནི་ཡང་དུ་གསུངས་མ་བྱ་ཞུ་ལེ་ལ། བཏང་སྙོམས་ཨ་ལས་རི་ནི་ཆུ་ཉིད་རིང་ཆགས་དྭངས་མ་བདེ་ལེ་ལ་མེ། མེད་ན་བཏང་སྙོམས་དགའ་ཉམས་ནི་ཉམས་མྱོང་མ་ནི་ལ་སྙིང་རྗེ་དང་དགའ་བ་ནི་འཇམ་པ་སེམས་བསྐྱེད་དགའ་ཁེ་པོ།